བོད་ཀྱི་རིག་གནས་གསར་བརྗེའི་སྐབས་ཀྱི་གནས་ཚུལ་ཇི་མ་ཇི་བཞིན་གྱི་གནས་དོན་མ་དག་ཁི་ལི་ཁི་ལི་ལི་ཡ་ཀློག་གི་ཡོད་རེད་ལྷན་རྒྱས་ཚོགས་ལ་ངོ་སྤྲོད་ཞུ་གི་ཡོད་རེད། འོ་དེ་སོང་ཙང་ཨ་ནི་ཉན་ཐོས་རི་ཡས་ད་ཁ་སིང་གི་བདུན་ཕྲག་གི་འོང་ནས་མ་མུ་མཐུད་ནས་དེ་ལྷན་རྒྱས་ཚོགས་ལ་ཡང་སྙན་གསང་ཞུ་ཆོག་པ་བྱེད་ཡོད་ཡིན། ད་དང་ཐོག་ཁོ་རང་ཡར་ཉན་འདུག་སེ་བྱས་རྗེས་ད་སྐད་ཆེན་གྱི་བདུན་ཕྲག་སྟེང་ན་ལོ་ལེགས་ཡག་ཨེ་མེད་འདུག་སེ། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་སྤྲུལ་ལོའི་ཟླ་བ་བརྒྱད་པའི་ནང་ལོ་ལེགས་ཡག་འགོ་ཚུགས་རྗེས་ཨ་ནི་ལྷ་ལྡན་གཙུག་ལག་ཁང་ཡར་ངོས་ཆོས་ཉིད་ཁ་འདེད་བྱུང་ཡོད་མེད་ཨ་ནི་ད་ག་ནང་བཞིན་གྱི་ལྷ་ལྡན་གཙུག་ལག་ཁང་གི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོ་ནས་བྱས།

དགོན་སྡེ། གཏོར་ཡར་དགེ་ཆ་ཚང་རུ་བཞི་གཏོར་ཚང་ནས་ཨ་ནི་རྟ་བོང་སྐུ་བ་བཅུ་པའི་ནང་ལོ་དུ་བ་འབབ་ནས་འགོ་བཙུགས་རྗེས་ཨ་ནི་ཡང་ལས་འགུལ་གསར་བ་ཚུགས་པ་རེད། དེ་ལ་ཡར་ཐུག་སེ་བྱས་རྗེས་ཚེ་རིང་བས་སེ་ལ་ཁའི་ལེ་ཚན་གཅིག་བྱ་སྟེ་སྐུ་ནར་ཡར་ལེ་ཚན་གཅིག་བཟོས་ན་བཞག་ཨ་ནི་དེའི་གོ་ཆོད་དེ་ཡར་ལྷ་འདྲེ་གདོན་བགེགས་ལ་ཐམས་ཅད་བཏང་བ་ས་དེར་བཞག། འོ་དེ་ཡིན་དུས་ད་རིག་ངས་འོ་དེ། སོགས་གསུངས་རོགས་ཞེས་བྱས་རྗེས་ཨ་ནི་གང་ཐུགས་སྡུག་ཆེ་སྟེར་མ་ཞུ་ཡ་བྱས། གང་ཡིན་ཟེར་ན་འདི་ལྟའི་ཚེ། རི་མགོ་བའི་རི་ལ། གནས་འགའ་ཡི་ལྟའི་ཚེ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། འོ་དེ་ཡིན་དུས་གང་ནས། ད་རིག་ནས་བདུན་ཕྲག་ནས་མ་འགོ་བཙུགས་རྗེས་བདུན་ཕྲག་གཅིག་གཉིས་གཅིག་རིང་གོ་ཨ་ནི། བོད་ལ་ཡང་ཡོད་པའི་ལྷ་འདྲེ་གདོན་བགེགས་ལ་དམ་ཚིག་བཏང་པ་ཟག་བྱེད་ཡོད་རེད་པ་འོ་དེ།

འོ་དེ་ཡིན་དུས་ཁོ་ནས་ཨ་ལེ་ངས་དང་པོ་ཁོ་རང་ཡ་ཚི་རི་འོ་ཞིག་ལ་ཀའི་འོ་ལྷ་འདྲེ་དོན་གྱི་ལ་ཐུམ་ཅིག་བཏང་བ་ས་ཏིང་ང་ལོ་ལི་ཡ་འམ། ཡི་གེ་ཧ་ཅང་ཉུང་ཉུང་ཅིག་གི་དོན་དག་ཆ་ཚང་ཚུད་བསྡད་མགྱོགས་ཅིག་འདུག་འོ་དེ་མང་ཇི་མ་ཇི་བཞིན་ངས་སྦྱར་ལོག་ཅིག་ཕུལ་ཆོག་ཅེས་ཨ་ལེ་ཚི་རི་འོ་ཞིག་ལ་ཀ་གསུངས་དུས། ལྷ་སར་ལྷ་འདྲེ་གདོན་བགེགས་སེལ་བ་ཁྲོམ་སྐོར་ལ་ཁྲིད། ཁྲིད་དེ་དགག་པ་བརྒྱད་པ་དང་ཐམས་ཅད་ཐེངས་དང་པོ་འདི་སྤྱིར་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་ཟླ་བ་བརྒྱད་པའི་ཚེས་ཉི་ཤུ་ཉིན་ཉི་ཤུ་བདུན་ཉིན་བཏང་ཡོད་པ་རེད། ཉིན་ལྟར་སྲིད་གཞུང་གི་གཅིག་གྱུར་བཀོད་འདོམ་འོག་ལྷ་ས་གྲོང་ཁྱེར་ཁོངས་ཀྱི་གྲོང་མི་ཨུ་ཡོན་ལྷན་ཁང་ཁག་གི་ཧུར་བརྩོན་ཅན་དང་གྲོང་མི་དཀྱུས་མ་མང་པོ་སྒྲིག་འཛུགས་བྱས་ཏེ་སོ་སོའི་ཁོངས་གཏོགས་སུ་ཡོད་པའི་ལྷ་འདྲེ་གདོན་བགེགས་ཟེར་བའི་མི་སྣ་རྣམས་ཁྲོམ་སྐོར་ལ་ཁྲིད་ནས་འཐབ་འཛིང་གཏོང་བ་དང་དགག་པ་བརྒྱབ་པའི་ལས་འགུལ་གསར་པ་ཞིག་བཙུགས་པ་རེད། དེ་རྗེས་མི་དེ་དག་ཚང་མ་གཙུག་ལག་ཁང་གི་གསུང་ཆོས་ར་བར་མཉམ་འཛོམས་བྱས་ཏེ་མང་ཚོགས་གཞི་རྒྱ་ཆེན་པོའི་དགག་པ་འཐབ་འཛིང་གི་ལས་འགུལ་སྤེལ་རྒྱུའི་འགོ་ཚུགས་པ་རེད། འདིར་འདྲ་པར་ཁག་ཅིག་ཡོད་པ་འདིའི་ཐོག་ནས་རྣམ་པ་སྣ་ཚོགས་ཀྱི་ལྷ་འདྲེ་གདོན་བགེགས་ཟེར་བ་ཡོད་པའི་ནང་གཙོ་ཆེ་བ་ཆོས་ཕྱོགས་ཀྱི་མི་སྣ་དང། སྲིད་གཞུང། རྙིང་པའི་འགོ་ཁྲིད་མི་སྣ། དབང་ཆ་ཟིན་པའི་སྤྱི་ཚོགས་ནང་ཡོད་པའི་མི་སྣ། ད་ག་ནང་བཞིན་ཚོང་པ་དང་དམག་དཔོན་རྙིང་པ་གྲོང་གསེབ་ནང་གི་མངའ་བདག་དང་མངའ་ཚབ་ངོ་མ་བཅས་ཚུད་ཡོད་པ་རེད། དེ་དག་ཁག་སོ་སོ་ནི་མང་ཚོགས་ཀྱི་ཚོགས་ཆེན་ཐོག་ཁྲིད་དེ་མཉམ་དུ་དགག་པ་རྒྱབ་པ་དང་འཐམ་རྩིས་བྱེད་པ་ཁྲོམ་སྐོར་ལ་ཁྲིད་པ་ལ་སོགས་པའི་ཡ་ང་སྤུ་ཙམ་མེད་པའི་སྡུག་སྤྱོད་བཏང་ཡོད་པ་རེད། དེ་ཡང། གྲོང་མི་ཨུ་ཡོན་ལྷན་ཁང་གིས་མང་ཚོགས་སྒྲིག་འཛུགས་བྱས་ཏེ་རིམ་པ་བཞིན་དགག་པ་དང་འཐམ་འཁྲུད་བཏང་བ་བཅས་གཞི་ཁྱོན་མི་འདྲ་བའི་བྱེད་སྟངས་རིགས་འདྲ་མིན་སྣ་ཚོགས་བེད་སྤྱད་ནས་སྡུག་སྦྱོང་དང་མནར་གཅོད་ཚད་མེད་བཏང་ཡོད་པར་བརྟེན། སྐབས་དེར་རྡུང་རྡེག་ཕོག་པའི་མི་མང་པོ་ཞིག་ནི། ད་ལྟ་མཐོང་རྒྱུ་མེད་པར་ཤི་གསོན་ཆ་མེད་དུ་གྱུར་ཡོད་པ་རེད། ལས་འགུལ་ཆེན་པོ་འདིའི་འགོ་ཚུགས་པའི་དུས་ཚོད་ནི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་ཟླ་བ་བརྒྱད་པའི་ཟླ་མཇུག་ཙམ་ནས་ཟླ་བ་དགུ་པ་བཅུ་པ་སོགས་མུ་མཐུད་ནས་སྤེལ་ཡོད་པ་རེད། དེའི་སྐབས་དར་སྲོལ་ཧ་ཅང་ཆེན་པོ་ཡོད་པའི་ཆབ་སྲིད་ཀྱི་ཐ་སྙད་ཀྱི་མཛེས་རྒྱན་སྤྲས་ནས།

དོན་དངོས་ཐོག་མུ་མཐུད་ནས་དགག་པ་རྒྱབ་པ་དང་འཐམ་འཛིང་བྱེད་པའི་དུས་ཡུན་ནི་ཟླ་བ་གསུམ་བཞི་ཙམ་མ་ཡིན་པར་དེ་ལས་རིང་བར་བྱུང་ཡོད་པ་ནི། དཔེར་ན། རྗེས་སུ་ཤོག་ཀའི་རང་བཞིན་ཅན་གྱི་འཐབ་རྩོད་བྱེད་པའི་དབང་གིས། ཤོག་ཀ་གཅིག་ནས་རང་ཉིད་ལ་ཕན་པ་བསྒྲུབ་རྒྱུའི་ཆེད་སླར་ཡང་མི་བཞིའི་ཤོག་ཀ་དང་རིགས་བཞིའི་ཤོག་ཀ་ལ་སོགས་པའི་ལྷ་འདྲེ་གདོན་བགེགས་རྣམས། ཁྲོམ་སྐོར་ལ་ཁྲིད་ནས་རྡུང་རྡེག་དང་ཉར་སྤྱོད་མུ་མཐུད་བཏང་ཡོད་པ་རེད། གཞན་ཡང། མི་དེ་ཚོར་འཐབ་རྩོད་ཕོག་ཡུལ་ནི་ཧ་ཅང་གི་སྟབས་མི་ལེགས་པ་དང་དྲག་རྩུབ་ཤིན་ཏུ་ཆེན་པོ་ཡིན་པར་བརྟེན་མི་མང་པོ་ཞིག་ལོ་རིང་པོའི་ནང་ལོ་མང་པོའི་ནང་བཙོན་འཇུག་བྱས་པའི་འབྲས་བུར་སྨྱོ་པ་རྣམས། རྙོག་ཟིང་པོ་དང་གསོན་པོར་བསྡད་ཡོད་པ་ཡང་ཧ་ཅང་ཉུང་ཉུང་ཆགས་ཐུབ་པ་རེད། འོན་ཀྱང་འཚོ་གནས་བྱེད་ཐུབ་པའི་མི་ཁ་ཤས་ཡོད་པ་ནི་བོད་ནས་ཁ་བྲལ་ཏེ་ཕྱི་རྒྱལ་ལ་བྲོས་བྱོལ་ལ་ཕེབས་པ་དང་བོད་ལ་བསྡད་མཁན་ཚོ་ནི་འགའ་ཞིག་རླུང་རྟ་རྒྱུགས་ནས་ཆབ་སྲིད་ཀྱི་དབང་ཆ་ཐོབ་པ་དང་འགའ་ཞིག་ནི་འཐབ་རྩོད་དེང་ན་མཐོང་རྒྱུ་དང་ཐོས་རྒྱུ་མེད་པའི་གད་སྙིགས་ལྟ་བུ་ཆགས་པ་རེད། འོན་ཀྱང། སྲིད་གཞུང་གསར་པས་བེད་སྤྱོད་བྱེད་བཞིན་པའི་ཆབ་སྲིད་གྲོས་ཚོགས་དང་མི་དམངས་འཐུས་མི་ཚོགས་ཆེན་ཟེར་བའི་ནང། སྐབས་དེ་དུས་རྡུང་རྡེག་དང། ནད་གཞུང། འདོད་འབྱུང་ལ་སོགས་ཕོག་པའི་མི་རེ་གཉིས་ཡོད་པ་རྣམས་ནི། རྒྱ་ནག་གུང་ཁྲན་གཞུང་གིས་ཕྱི་ལ་བཏོན་པའི་མེ་ཏོག་བུམ་པའི་ལྟར་མེ་ཏོག་ཞིག་བུམ་པའི་ནང་བླུགས་པ་ལྟར་གཞུང་སྒེར་གཉིས་ཚབ་ཀྱིས་གཞུང་སྒེར་གཉིས་ཀྱི་ཐོག་ནས་མགྲིན་ཚབ་པ་ཡིན་པའི་ཁྱབ་བསྒྲགས་བྱེད་བཞིན་ཡོད་པ་ནི་ད་ལྟའང་མཐོང་རྒྱུ་ཡོད་པ་ཞིག་རེད།

ལྗགས་ཀློག་ཕུལ་བ་ཡིན། ཨ་ནི་ངས་འོ་དེ་ཡི་གནས་ཚུལ་འདི་སོང་འདྲ་རོགས་འདི་ཚོའི་ཁྲེ་ཁང་ཨ་ནི་པར་གཅིག་ཕུལ་ཆོག་ཅེས་ཞུས་བ་ཡིན། འོ་ད་ངས་གང་དེ་ཡི་པར་གཉིས་ཕུལ་བཞག་ཡོད། པར་འདི་གཉིས་གཉིས་ག་བར་བརྒྱབ་པ་རེད་ཟེར་ན། ཨ་ནེ་ལྷ་ལྡན་གཙུག་ལག་ཁང་གི་ཤོག་ལྷོ་ངོས་ལ་ཡང་ཡོད་པས། སོང་ཆོས་ར་བ་ཟེར་བའི་ཨ་ནེ་ཐང་ཆེན་པོ་དེ་རེད། འོ་འདི་ལ་རྒྱུ་མཚན་ག་རེ་བཅད་ནས་སོང་ཆོས་ར་བ་ཟེར་གྱི་ཡོད་རེད་ཟེར་ན། དཔེར་ན། རྒྱལ་བ་ཙོང་ཁ་པ་ཆེན་པོས། གསོལ་བསྟོད་རྣམ་པའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་ལ་ཡང། སྐབས་དེ་དུས་ཀ་ནས་གྲྭ་པ་སྟོང་ཕྲག་མང་དགུ་འདུ་འཛོམས་བྱས་ནས་ཨ་ནི་གསུང་ཆོས་གནང་སའི་ར་བ་ཡིན་པ་དང་ཨ་ནི་དགེ་བཤེས་ལྷ་རམས་པ་དང་འབུམ་རམས་པ་གཏང་སའི་ཡུལ་གྱི་རེད། ད་ཡིན་ནས་ལས་ལོ་ཐེངས་བདུན་གཉིས་ཙི་གཅིག་ནང་ལོགས་ལ་ཡང་ས་ཆ་འདི་ལ་ཡང་འགྱུར་བ་ཆེན་པོ་ཞུ་ཞིང་ཆེ་ད་ད་ལྟ་འདི་པར་དེ་ཉིད་ཉིད་རྒྱབ་ཡར་རེ་དེ་ཕལ་ཆེར་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་དང་བ་དགུ་པའི་ནང་ལོགས་ལ་རེད་ཤག་འོ་དེ་ཡིན་དུས་ག་ནས་འགྱུར་བ་ཆེན་པོ་འདི་འདྲས་ཕྱིན་ཡོད་རེད་འོ་དེ་ཡིན་དུས་ག་ནས་ངས། འགྱུར་བ་དེ་གུས་འདུད་ཅིང་ཡིད་སྨོན་གསལ་པོར་གྱི་དཔང་རྟགས་ཀྱི་ཆེད་དུ་སླར་ཡང་ངེས་པར་གཉིས་ཕུལ་ཆོག་རྗེས་སུ་ཞུ་བས་ཡིན། ད་ནི་འོ་དེ་ཡང་པར་གཉིས་ཕུལ་ཡོད་འདིའི། པར་དང་པོ་དེ་སོང་ཅི་ར་བ་རེད། པར་གཉིས་པ་དེ། ལྷ་ལྡན་གཙུག་ལག་ཁང་གི་ཁྱམས་རའི་སྒང་ཡག་རེད། པར་རེད་འདི་གཉིས་གཉིས་ག་དུས་བརྒྱབ་རན་ཟེར་ན་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོའི་ནང་ལོག་ལ་ཡ། ལྷ་ལྡན་གཙུག་ལག་ཁང་ཡ་ཆུ་སྦྲུལ་སྨོན་ལམ་ཆེན་མོ་ཚུགས་པའི་སྐབས་ལ་རེད། ད་གནས་ཚུལ་པར་འདི་གཉིས་གཉིས་ལ་ཡ་གཟིགས་ད་ཨ་ནི། ལོ་ཐོན་དུས་ཀ་གཉིས་རང་ལས་ཕྱིན་ཡོད་མ་རེད་དེ་ལས་འདིའི་ནང་ལོག་ལ་ཡ་ཡུལ་འདི་ལ་ད་གནས་ད་ག་རང་གཅིག་པ་གཅིག་རྐྱང་རེད། འདི་གཉིས་གཉིས་ལ་ཡ་འགྱུར་བ་ཆེན་པོ་ག་ཚད་ཕྱིན་ཡོད་མེད་འདི་ཞོ་གཅིག་གིས་གསལ་པོ་ད། དཔང་རྟགས་ཐོན་ཡག་ཡོད་དོན་གྱོ་ཅི་རེད། འོ་དེ་ཡིན་ཏེ་དུས་གང་ནས་ད་འོ་ན་སྟབས་མ་ལེགས་པ་དེ་འདྲའི་ཅི་ལ་ཡ་ཨ་ནི་དུས་ཚོད་མཐུན་དུས་ལོ་གང་གཉིས་རང་གི་ན་ལོ་ལ་ཡ་ཨ་ནི་ས་ཆ་དེ་ལ་ཡ་རྦད་དུ་འགྱུར་བ་ཆེན་པོ་ད་ག་རག་པོ་བྱུང་ཡོད་པ་འདི་ད་དེང་སྐབས་མི་ཚོས་བློ་ཡུལ་ལ་ཡ་ཕལ་ཆེར་ད་ཤར་མ་ཐུབ་པའི། མུག་སྤྲུལ་གྱི་དུས་མཚམས་ཀྱི་ཆགས་ཡུལ་དུས་སྐབས་ནས་གནས་ཚུལ་འདི་འདྲས་གོ་བཟོ་ར་རི་འདི་ཚོ་ཡ་ཨན་ང་རང་ཚོ་ག་ལི་ག་ལི་བྱས་བྱས་འདུག་སུ་དཔང་རྟགས་དང་སྒྲགས་བྱས་མ་བཏང་ན་ཨ་ནི་ང་རང་ཚོའི་ད་ལྟ་སུན་པ་དད་ཡོད་པའི་མི་ཚོའི་ལས་འགན་ཞིག་ཆགས་བསྡད་ཀྱི་ཡོད་རེད་ད་ལས་འགན་འདི་ལ་ཡ་གཡོལ་ཐབས་མེད་པ་རེད་གང་ཡིན་ཟེར་ན་གལ་སྲིད་ད་ལྟ་ང་རང་ཚོའི་སོར་འདི་ཚོའི་དྲན་པའི་ནང་ལ་ཡོད་པ་འདི་གའི་ཕ་བཤད་བྱས། ལུག་ཁྱུ་གི་དེབ་རྣམས་ལ་ཡང་འཁོད་མ་ཐུབ་ན། ཨ་ནི་ག་ལི་ག་ལི་བྱས་པ་ཡིན་ན་གཞོན་སྐྱེས་ཚོས་གནས་ཚུལ་འདི་ཚོའི་ཚོར་དེ་ཚོ་གཞོན་སྐྱེས་ཚོའི་དྲན་པ་དང་དྲན་གཤེགས་རྣ་ལོ་ལ་ཡང་བཅུག་མ་ཐུབ་ན། ཨ་ནི་ཡིད་སྐྱོ་བའི་བྱས་ཉེས་ཆེན་པོ་འདི་བྱུང་པ་འདི་ལ་ཡང་རྗེས་མ་མ་འོངས་པ་ལ་གཞོན་སྐྱེས་ཚོ་ལ་ཡང་བཤད་དགའ་འགྲོ་དུས་ག་ནས་ཀྱི་ཧང་སང་འགྲོ་བ་ཅིག་མ་གཏོགས་པའི་ཕལ་ཆེར་ཡིད་ཆེས་བྱེད་ཐུབ་ཨ་མྱོང་བསམ་བསམ་རེ་ཅིག་ཡོད་རེད་གང་ཡིན་ཟེར་ན། དུས་ཚོད་ཐུང་དུས་ལོ་གཉིས་རང་གི་ནང་ལོ་ལ་ཡང་བོད་ལ་ཡང་འགྱུར་བ་ཆེན་པོ་འདི་འདྲས་འགྲོ་ཡང་རྒྱུ་མཚན་ག་རེད་བྱས་བྱས་ད་འདི་ང་རང་ཚོའི་ལས་འགན་རེད་ད་འདྲ་མི་རབས་བར་པ་ཚོའི་ལས་འགན་རེད་འོ་འདི་སོང་ས་ང་རང་ཚོའི་འདི་ཚོ་ལ་ཡང་འདི་ཞོ་གཅིག་དོ་སྣང་རོགས་བྱས་རྗེས། སྔ་མ་བོད་ལ་ཡང་བྱས་ཉེས་འདི་འདྲ་ཞིག་བྱུང་བར་བརྟག་རིག་གནས་གསར་བརྗེ་ཆེན་པོ་ཚུགས་པར་བརྟག་རིག་གནས་གསར་བརྗེ་ཆེན་པོ་ལོ་བཅུ་བྱས་པ་རེད། ལོ་བཅུ་བྱས་པའི་ནང་ལོ་ལ་ཡང་བོད་མི་ཚོ་ལ་བྱུང་བའི་དཀའ་ངལ་འདི་རིགས་དང། བོད་མི་ཚོས་ཆོས་དང་རིག་གཞུང་ལ། དོ་ཕོག་འདི་འདྲས་ཕྱིན་པར་དང་ཉམས་རྒུད་འདི་འདྲས་བཏང་ཡོད་རེད་ད་འདི་ང་རང་ཚོའི་ལས་འགན་རེད་འདི་ང་རང་ཚོས་བཤད་དགོས་ཀྱི་ཡོད་རེད་དྲན་པའི་ནང་ལ་ཡང་ཉེ་ཐུབ་པར་བྱེད་དགོས་ཀྱི་ཡོད་རེད་ད་ཡིན་ཟིན་འདི་དྲན་པའི་ནང་ཉེ་བ་ཡིན་ན་མ་འོངས་པར་ཡང་དེ་དང་དེ་འདྲ་བའི་ཆོས་ཉིད་མ་ཡོང་ཡ་ལ་ཡང་ཕན་ཐོག་ཡོང་དགོས་རེད་བ་འོ་དེ་ཡིན་དུས་ག་ནས། དེའི་ཆེད་དུ་ངས་ད་རེས་དུག་སེལ་པར་དེ་གཉིས་གཉིས་དུག་སེལ་བཏང་ཡ་དེ་རྒྱུ་མཚན་ག་རེ་ཟེར་ན་དཔང་རྟགས་རི་བོ་ཆེ་ཐོན་བསྡད་ཀྱི་ཡོད་རེད་འོ་དེ་ཡིན་དུས་དེའི་དཔང་རྟགས་དེ་ཡོང་ཡག་གི་ཆེད་དུ་ངས་དུག་སེལ་ལྷན་རྒྱས་ཚོ་ལ་ཡར་ཕུལ་བཞག་པ་ཡིན་འདུག་ད་འོ་ན་ཨ་ནི་ཧོབ་རྒྱག་རྐོ་རྒྱག་ཅི་ལ་ཡག་འགྱུར་བ་དེ་འད་ཀྱི་འགྲོ་ཡག་དེ་རྒྱུ་མཚན་ག་རེ་ཟེར་ན་ད་གཙོ་ཆེ་ཤོས་ང་ཚོའི་བཀའ་སྲིན་ཞུས་ཐུབ་པ་ཡིན་པ་སློབ་གསོ་ཆེན་པོ་གསུམ་ཟེར་བའི་ལས་འགུལ་ཆེན་པོ་དེ་སྤེལ་ཙང་ཨ་ནི་བོད་ལ་ཡང་ཆ་བཞག་པ་ཡིན་ན་ཨ་ནི་རིམ་གྲས་ཀྱི་དབྱེ་བ་ཕྱེ་ཡག་ཨ་ནི་ཆབ་སྲིད་ཀྱི་ལྟ་བ་གི་སྐབས་ནས་དབྱེ་བ་ཕྱེ་ཡག་ཨོ། འདི་འདྲས་ཀྱི་ལས་འགུལ་ཅིག་སྤེལ་ཡོང་དུས་སྐབས་ནས་ཨ་ནི་བོད་མི་དང་བོད་མིའི་བར་ལ་ཡང་ཤོར་ཁ་རིགས་འདྲ་མིན་བཟོས་ཡོང་ཆེད་དཔེར་ན་ཆ་བཞག་པ་ཡིན་ན་འབྱོར་མེད་གྲལ་རིམ་ཟེར་བའི་ཤོར་ཁ་ཁག་ཅིག་བཟོས། ཨ་ནི་ད་ག་ནང་བཞིན་གྱི་འབྱོར་ལྡན་གྲལ་རིམ་ཟེར་བའི་ཤོར་ཀ་དེ་འདྲས་ཡང་ཁག་གཅིག་བཟོས། ད་དེ་ཡིན་དུས་ཤོར་ཀ་དེ་གཉིས་གཉིས་དེ་མཚོན་རྟགས་འདི་གར་ཆགས་བསྡད་ཀྱི་ཡོད་རེད་ཟེར་ན་ཨ་ནི་རྒྱ་ནག་གཞུང་གི་དྲིལ་བསྒྲགས་བྱེད་སྟངས་ནས་བཤད་པ་ཡིན་ན་ཨ་ནི་འབྱོར་མེད་གྲལ་རིམ་ཟེར་ཉེན་དེ་ནི་ཨ་ནི་རྒྱ་ནག་དམར་པོའི་གཞུང་གིས་རྒྱབ་སྐྱོར་དང་རོགས་རམ་བྱེད་སའི་རིམ་གྲས་ཅིག་ཡིན། འོན་ཏེ་ཡིན་དུས་ཀ་ནས་འབྱོར་ལྡན་གྲལ་རིམ་བཞིན་ཡལ་ཏེ་ང་ཚོས་གསལ་པོ་ཅིག་དབྱེ་བ་ཕྱེ་མ་ཐུབ་པ་ཡིན་ན་ཨ་ནི་ཁོ་ཚོ་སྔ་མ་ནས་ང་ཚོའི་ཨ་ནི་ངལ་རྩོལ་མི་དམངས་ཚོའི་སྒོ་ཁང་ཡ་རྫ་སྟེང་ངལ་གྱི་མངའ་བདག་ཆེན་པོ་གསུམ་རེད། དེ་ཡིན་དུས་ཀ་ནས་རྒྱ་ནག་དམར་པོའི་གཞུང་གི་ལས་འགན་ནི་ཨ་ནི་བོད་ལ་ཡ་ཡོད་པའི་ཞིང་བྲན་ཁྲི་ཚོ་བརྒྱ་བཅིངས་འགྲོལ་བཏང་ཡ་ད་འབྱོར་ལྡན་གྲལ་རིམ་འདི་ཚོ་ཨ་ནི་བེད་རྩ་མེད་གཙང་དག་བཟོ་གི་རེད། ཨ་ནུ་ཁོང་ཚོ་ལ་རྡུང་རྡེག་བཏང་བ་ཡིན་ན་ང་རང་ཚོའི་ལས་འགན་འགྲུབ་འགྲོ་གི་ཡོད་རེད། ངོ་རྟ་འདི་རེད། ཨོ་རྒྱུ་མཚན་འདི་ལ་ཡར་བལྟས་རྗེས་ཨ་ནི་ཁོང་ཚོའི་འབོད་ཚིག་བོད་ཡག་ལ་ཡག་ཨ་ནི་འབྱོར་འབྲིང་གྲལ་རིམ་ཟེར་ཡ་དེ་དག་མཚོན་བྱེད་ཀྱི་མི་སྣར་དེ་ཚོ་སུ་རེད་ཟེར་ན་ཨ་ནི་ལྷ་འདྲེ་དོན་རྒྱས་རེད། ད་ལྷ་འདྲེ་དོན་རྒྱས་ཟེར་ཡ་དེ་ཚོའི་ནར་ལོག་ལ་ཡ་མི་ག་རེ་ག་རེ་ཚུད་ཀྱི་ཡོད་རེད་ཟེར་ན་ཨ་ནི། སྐབས་དེ་དུས་བཤད་སྲོལ་བྱས་པ་ཡིན་ན་སྐྱི་ཁུང་ཡག་པོ་མེད་པ་ཟེར་བ་དེ་འདྲས་ཤིག་ཡོད་རེད། ད་སྐྱི་ཁུང་ཡག་པོ་མེད་པ་དག་ལྷ་འདྲེ་དོན་གྱི་གི་ནང་ལ་ཡང་སུ་སུ་འཚོས་བསྡད་ཀྱི་ཡོད་རེད་ཟེར་ན་ཨ་ནི་སྲིད་གཞུང་རྙིང་པའི་སྐབས་ཡང་རང་གཞུང་དགའ་འབྲས་ཕོ་བྲང་གི་སྐབས་ཡང་འོང་ཆབ་སྲིད་ཀྱི་ཐོག་ནས་དབང་ཆ་ཡོད་པའི་སྐུ་དྲག་ཁག་ད་ག་ནང་བཞིན་གྱི་དགོན་སྡེ་ཁག་གི་ནང་ལོགས་ལ་ཡང་ཡོད་པའི་བླ་ཆེན་ཁག་ད་ག་ནང་བཞིན་ས་ཞིང་གི་བདག་པོ་ཁག། ད་ག་ནང་བཞིན་ཚོང་པ་འཆི་བ་དང་ཚོང་པ་འབྲིང་བ་ལ་སོགས་པ་མདོར་བསྡུས་ནས་བཤད་ན་རིམ་གྲས་གདུགས་དབྱེ་བ་ཕྱེད་བྱས་ཁོང་ཚོ་ནི་ཨ་ནི་མངའ་བདག་ཆེན་པོ་གསུམ་ཟིན་དེ་རེད། ཨོང་མངའ་བདག་ཆེན་པོ་གཅིག་གི་ཨོང་ཆོས་ཀྱི་དབང་ཆ་ཟིན་ནས་མི་མང་གི་གཉའ་གནོན་བསྡད་ཡོད་རེད། མངའ་བདག་ཆེན་པོ། ཨང་གཉིས་པ་དེ་སྲིད་ཀྱི་དབང་ཆ་ཟིམ་ནས་མི་མ་ཡ་གཉའ་གནོན་བསྡད་ཡོད་རེད། ཨ་ནི་མངའ་བདག་ཆེན་པོ་གསུམ་པ་དེ་ཨ་ནི་དཔལ་འབྱོར་གྱི་དབང་ཆ་ཆ་ཚང་ལོ་ཁོང་ཚོས་ཟིམ་ནས་ཨ་ནི་ངེད་ཚོའི་མི་མ་ལང་རྒྱུ་མེད་པ་བཟོས་བྱས་བསྡད་ཡོད་རེད། འོ་དེ་ཡིན་དུས་ག་ནས་རྒྱ་ནག་དམར་པོའི་གཞུང་བོད་ལ་ཡོང་ཡག་གི་དམིགས་ཡུལ་སྐོར་མངའ་བདག་ཆེན་པོ་གསུམ་མེད་པ་བཟོས་བྱས་བོད་མི་མ་དེ་ཡར་ལངས། ཡར་བླངས་ཡོང་བ་ཡིན། ཨ་ནི་བཅིངས་པ་ལས་སྐྲོད་པ་ཡིན། འོ་ད་རྒྱུ་མཚན་འདི་ལ་ཡར་བལྟས་རྗེས་འབྱོར་མེད་གྲལ་རིང་པོའི་ཤོག་ཁག་གཅིག་དང་འབྱོར་ལྡན་གྲལ་རིང་པོའི་ཤོག་ཁག་གཅིག། ཨ་ནི་རིག་གནས་གསར་བརྗེའི་སྐབས་ལ་ཡར་ཨ་ནི་འབྱོར་ལྡན་གྲལ་རིང་པོའི་ཤོག་ཁག་འདི་ཨ་ནི་ང་ཚོས་འཐབ་རྩོད་བྱེད་ས་དང་རྡུང་རྡེག་བཏང་སའི་ཡུལ་གཅིག་ལ་ཡར་འོང་བཞག་པ་རེད། འོ་དེ་ཡིན་དུས་ཁ་ནས་དེ།

ཨོ་ད་ག་འདི་ཡ་ངའི་སྡུག་ཆའི་པར་གཉིས་ཕུལ་ཡོད། ད་འདི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་ཟླ་བ་དགུ་པའི་འདབ་གཞུག་དུ་བ་རེད།